ནམ་མ་ལྷན་སྐྱེས་ར་བཀྲ་ཤིས་བདེ་ལེགས། དེ་རིང་ངའི་ཐག་ནི་འདི་ཅང་ཡིན། འབྲི་ཐབས། སྦྲ་རམ་ནས་ལེན་པའི་དཔེ་བཅོས། ཚོང་དང་འཁྲུག་རྩོད་འབྲི་ཐབས་བྱེད་པ། རྒྱ་དཀར་ནག་གཉིས་བར་ས་མཚམས་དཀའ་རྙོག་འབྲི་ཐབས་ལ་མོས་མཐུན་བྱུང་འདུག་སྤྱི་འཐུས་ནང་ཁུར་མཐུན་སྒྲིལ་ཐོག་ནས་རྙོག་དྲ་འབྲི་ཐབས་གནང་དགོས་པའི་ཞུ་སྐུར། དཔེ་བཅོས་གཞན་པ་སྟེ། དུས་ཚོད་ཀྱིས་འགུགས་མི་སྲིད། ས་རི་དྭགས་སྦྲུམ་པར་མ་ཟད་བུ་ཞིག་སྐྱེས་པ་དང། དེ་ཡང། ཚར་ནས་སློབ་གྲྭར་འགྲོ་བཞིན་ཡོད། བུ་སྐྱེས་པ་ནས་བཟུང། ས་རི་དྭགས་མགོ་འཕང་ཇེ་མཐོ་ཇེ་མཐོར་གྱུར་པས། ཆེ་ཆུང་ནི་ཁྱིམ་ཚང་གཅིག་ཏུ་འདྲེས་ཐབས་མེད་པར་གྱུར། དཔེ་བརྗོད་བཞིན་པ་སྟེ། ཐོག་མར་ཝུ་ཧན་གྲོང་ཁྱེར་ནས་རྡོ་དབྱིབས་ནད་ཡམས་སྐོར་གསང་རྒྱུར་བརྒྱུད་ལམ་ཁག་ཏུ་ཐོན་པ་ནས་བཟུང། ངོས་ཀྱིས་འཛམ་གླིང་སྤྱི་དང་རྒྱ་རིགས་བཅས། གྲོགས་ཕོ་མོ་ཀུན་གྱི་ཆེད་དུ་སྨོན་ལམ་འདོན་བཞིན་ཡོད། ད་ཆ་ནད་འབུ་འདིའི་ཉེན་ཁ་ལས་འགྲོལ་བ་སུ་ཡང་མེད་པ་གཅིག་མཚུངས་རེད། ཚང་མས་རང་གི་དགའ་ཉེ་རིགས་ལ་སེམས་འཁྲེལ་དང། དེ་བཞིན་ཁྱིམ་ཚང་སྒེར་དང། གོ་ལ་ཧྲིལ་པོའི། མ་འོངས་དཔལ་འབྱོར་མདུན་ལམ་ལའང་བློ་འཚབ་བྱེད་བཞིན་ཡོད། འོན་ཀྱང་གཏད་རབས་འདས་ལ་སྨོན་རང་རྐྱང་པས་འབྲི་ཐབས་མེད། རང་རེ་ཚང་མས་རང་ནུས་གང་ལྕོགས་ཀྱིས་སེམས་ཁུར་ལེན་དགོས་པ་དཀའ་ངལ་འདི་སེལ་འདོན་བྱས་ཡོད། དཔེ་ཆ་གཞན་པ་སྟེ། སྐབས་དེར་གཞི་ནས་ངས་རང་གི་བསམ་ཚུར་དེ་མ་ཞུས་པར། གོ་མེད་ཚོར་མེད་ངང་བཞག་ན་འབྲི་ཐབས་མེད་པར་ཤེས་བྱུང་བས། ཁོ་རྣམ་པར་བསམ་ཚུར་ཞུས་པ་ཙམ་མ་ཟད། རང་ཉིད་ཀྱི་ལངས་ཕྱོགས་དང། ལྟ་ཚུལ། ད་ལྟའི་དངོས་ཡིད་ཀྱི་དཀའ་ངལ་ཡང་ཆ་ཚང་ཞུ་རྒྱུ་བྱུང་སོང། ངས་སོ་སོ་བཟོས་པའི་དཔེ་བརྗོད། རྒྱལ་ཁབ་གཉིས་ཀྱིས་འབྲེལ་ཐབས་བྱེད་པའི་གྲུབ་འབྲས་ལ་མོས་མཐུན་བྱུང་ནས་ས་མཚམས་ཀྱི་དམག་དོན་མཚམས་འཇོག་བྱས་པ་རེད། ཐེངས་འདིའི་ཁྱིམ་ཚང་གཉིས་བར་གྱི་རྙོག་དྲ་འདིས། ཁྱོད་ཀྱིས་བར་མཚམས་ནས་འབྲེལ་ཐབས་བྱས་པ་མ་གཏོགས་ཁྱིམ་མཚམས་ནི་སྔ་ས་ནས་འཁྲུག་པར་ཤོར་སོང་བ་རེད། ལགས་སོ་གལ་སྲིད་ནོར་འཁྲུལ་འདྲ་ཤོར་བ་ཡིན་ན་བཙན་གསོལ་མ་བྱེད་པར་ང་ལ་ནོར་འཁྲུལ་བྱེད་རོགས། ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།